ལོ་རྒྱས་སུམ་ཅུ་པ་ཡི་ལེའུ་གསུངས་པ། ད་ལྟ་ང་ཚོ་མི་ཡར་གྱིས་ཨེ་ལི་ཛ་བ་ཐུགས་ཁར་འགྲོ་བའི་ལོ་རྒྱས་དེ་ལྟ་གི་ཡིན། ཕུ་ནག་གི་བཀའ་གསུང་ཚར་བའི་རྗེས་སུ་མི་ཡར་གྱིས་གྲ་སྒྲིག་བྱས་ནས་ཟིན་འཇོག་པ་ཨེ་ལི་ཛ་བ་དང་ཟ་ཀ་རི་ཡཱ་གྱི་གྲོང་གསེབ་ལ་འགྲོ་ནས་ཁོ་ཚོའི་ནང་དུ་སོང་ནས་ཨེ་ལི་ཛ་བ་ལ་བཀྲ་ཤིས་བདེ་ལེགས་ཞུ་བ་རེད། ཨེ་ལི་ཛ་བྷ་ཆིས་དེ་ཐོས་པ་དང་མོ་ནི་ཁོ་པ་ནང་དུ་ཡོད་པའི་སྤོ་བོ་དེས་འགུལ་སྐྱོད་བརྒྱབ་པ་རེད། དེ་ནས་ཡ་ཧོ་བ་དཀོན་མཆོག་གིས་དམ་པའི་ཐུགས་ནུས་དེས་ཨེ་ལི་ཛ་བྷ་ལ་མཆོད་པ་རེད། ཨེ་ལི་ཛ་བྷ་ཆིས་སྐད་ཤུགས་ཆེན་པོས་མི་ཡང་ལ་བརྗོད་པ། དཀོན་མཆོག་གིས་ཁྱེད་ལ་བུད་མེད་གཞན་དང་མ་འདྲ་བའི་བྱིན་རླབས་གནང་ཡོད། ཁྱེད་ལ་སྐྱེས་བུའི་སྤོ་བོ་དེ་ལ་བྱིན་རླབས་གནང་ཡོད། ངའི་གཙོ་བོ་ཨ་མ་དེས་ག་རེ་བྱས་ནས་ང་ལ་བསྟན་དུ་ཡོང་གི་ཡིན་ནམ། དཀོན་མཆོག་གིས་ང་ལ་ག་རེ་བྱས་ནས་སྙིང་རྗེ་གནང་གི་ཡོད་ནམ། ཁྱེད་ཀྱི་འཚམས་འདྲི་ཞུས་པ་དེས་ངའི་ཀོ་པ་དང་ངའི་ཁོག་པ་ནང་དུ་ཡོད་པའི་སྤུ་གུ་དེས་དགའ་སྤྲོ་བྱས་ནས་འགུལ་སྐྱོད་རྒྱག་གི་འདུག་གཙོ་བོ་ཡིས་ཁྱེད་ལ་དམ་བཅའ་གནང་བ་དེ་ལ་ཁྱེད་ཀྱིས་ཡིད་ཆེས་བྱེད་ཡོད་ཙང་ཁྱེད་ནི་དཀོན་མཆོག་གིས་བྱིན་རླབས་གནང་བའི་བུད་མེད་ཞིག་རེད། མི་ཡམས་ཀྱི་ལྟས་ཡང་སྤེལ་བ། དཀོན་མཆོག་ཁྱེད་ནི་ང་ཡི་སྐྱབས་མགོན་ཡིན། ང་ཡི་སེམས་ནི་ཁྱེད་ལ་ལྟས་ཡང་ཕུལ། ཁོང་གིས་སྨན་ཆུང་གཡུང་མོ་བདག་ལ་གཟིགས། རྫས་དང་ཕྱི་མཆོད་མི་རབས་ཐམས་ཅད་ཀྱིས། བདག་ལ་བྱིན་རླབས་ཡེ་ཤེས་བརྗོད་པར་འགྱུར། ཀོའི་དབང་ཕྱུག་གིས་བདག་ལ་མཛད་པ་མཚར། ཁོག་གི་མཚན་ཉིད་དམ་པའི་ཡན་པ་ལ། ཁོང་གི་ཐུགས་རྗེ་མི་རིགས་ཡོངས་ལ་གནས། ཁོང་ལ་གུས་ཤིང་དགྱེས་པ་ཀུན་ལ་གནང། ནུས་མཐུ་ལྡན་པའི་ཁོང་གི་ཕྱག་ལས་མཛད། སྤོབས་པ་སྐྱེས་རྣམས་ཁོང་གི་ཕ་ནས་བཏང། རྒྱལ་བུ་རྣམས་ཀྱི་གཟི་བརྗིད་ཆོང་རུང་གཏོང། ནམ་ཆུང་རྣམས་ལ་ཁོང་གིས་གཟི་བརྗིད་གནང། སྤྲང་པོ་རྣམས་ལ་རྒོད་པ་ཚང་མ་གནང། ཁྱི་ཕོ་རྣམས་ཀྱི་རྒྱུ་ནོར་བཏུང་བ་སོགས། གང་གི་མེས་པོ་ཨབ་ར་ཧམ་དང། རྟག་ཏུ་བྲན་ཞིང་སྙིང་རྗེས་དགོངས་བའི་ཕྱིར། སྔར་ནས་བདག་ཅག་མེས་པོས་གསུངས་པ་བཞིན། བྱང་ཆུབ་དཔའ་དེ་ཨིསི་རཱཨེལི་པ། རང་བྱུང་གནོད་པ་ཡིན་ཞིང་དྲག་པའོ་ཞེས་བཤད་བཏང་བ་རེད། མི་ཡཱན་གྱིས་ཟླ་བ་གསུམ་རིང་ཨེ་ལི་ཛཱ་བ་དང་མཉམ་དུ་བསྡད་ནས་ཟི་ནོག་ཏུ་ལོག་འགྲོ་བ་རེད།